གནང། ད་ལྟ་འདི་མཉམ་འབྲེལ་གྱི་འཛིན་སྐྱོང་ཚོགས་ཆེན་ཐེངས་ཉི་ཤུ་རྩ་ལྔ་པ་དེ་འདུག་ཟེར་ཆགས་བསྡད་ཀྱི་ཡོད་རེད་དེའི་ནང་ལ་ཡང་བརྗོད་རྗེས་གཙོ་བོ་དེ་ཐེངས་ཉི་ཤུ་རྩ་བཞི་བེད་ཀྱི་གྲོས་ཆད་གང་བྱུང་རྫོགས་དེ་ལག་བསྟར་ཨ་ནེ་ག་ཚད་ཚིག་བྱེད་ཐུབ་འདུག་གལ་ཆེ་བྱེད་མ་ཐུབ་པ་ག་རེ་བྱུང་བྱ་མ་ཐུབ་པའི་རྒྱུ་མཚན་ག་རེ་རེད་དེ་བསྐྱར་ཞིབ་བྱེད་ཡག་གི་གནད་དོན་གཅིག་རེད་དེ་ནས་གཉིས་པ་དེ། འདས་པའི་གི་ལོ་གཅིག་གི་རིང་ལ་ཡ་ཨ་ནི་ལས་ཀ་མཉམ་འབྲེལ་བྱེད་ང་དང་མཉམ་འབྲེལ་རེ་རེ་གི་ལས་ཀ་གར་གར་བྱས་འདུག་ཨ་ནི་དེའི་ལས་བསྡོམས་དང་རྩིས་ཁྲ་ལ་ཡ་ཨ་ནི་སྙན་སེང་ཞུ་དགོས་གི་ཡོད་རེད་ཚོགས་འདུ་ནང་ལ་དེའི་ཐོག་ལ་ཡ་དེ་མཉམ་འབྲེལ་གཞན་པ་ཚོ་གི་ཡ་ད་ཅི་དྲི་བ་དོགས་གཅོད་ཞུ་དགོས་ཡ་དེ་ཞུ་ཨ་ནི་དེ་ནས་མ་འགྲིག་པ་དེ་ཚོ་ད་མ་འོངས་པ་ལ་ཡ་ཡ་ཚོགས་ཆེན་ཉི་ཤུ་རྩ་ལྔ་རྩ་དྲུག་པའི་གི་སྐབས་ལ་ཡ་ཨན་ལེགས་བཅོས་བྱེད་དགོས་ཡག་གི་གྲོས་ཆད་དང་དེ་ལས་དོན་ཅི་ཡོང་གི་ཡོད་རེད་ད་གཙོ་བོ་ཆེ་ཡག་འདི་ང་ཚོས་ཉི་མ་གཅིག་དང་ཕྱེད་ཀ་ཚེས་གཅིག་གི་རིང་ནས་ཡག་ད་མཉམ་འབྲེལ་གི་ལས་དོན་བྱེད་ཕྱོགས་གི་ཡག་ཆའི་ཚགས་ཚུད་ཡོང་སྟངས་དང་ཤེས་སྟངས་མི་མང་ལ་ཡག་ཞལ་བཞེས་ཞུ་སྟངས་གི་ཐོག་ལ་ཡག་ད་གཅིག་གི། ཐུ་ཤོ་ཕྱིན་པ་ག་རེ་འདུག་ཅན་དང་ག་རེ་འདུག་དེ་ཨ་ནེ་ཐོག་ལ་ཡར་བགྲོ་གླིང་གོ་བསྡུར་བྱས་ནས་ད་མ་འོངས་པ་དེ་ཡར་རྒྱས་ཡོང་ཐབས་ཀྱི་ལས་ཅི་ག་རེ་ག་རེ་བྱས་གོང་དུ་ད་དེའི་སྐོར་ལ་གཙོ་བོ་དེ་དེ་རེད་མཉམ་འབྲེལ་སྤྱན་སྔ་ཡོད་རེད་མཉམ་འབྲེལ་སྤྱན་སྔ་གི་ཚོགས་གཙོ་སྤྱན་སྔ་དང་དྲུང་ཆེ་སྤྱན་སྔ་བྱས་ཨ་ནེ་དེ་ནང་བཞིན་པ་ཅིག་གིས་ད་ཡང་ང་ཚོ་བོད་མི་སྤྱི་མཐུན་མཉམ་འབྲེལ་གྱི་ལས་བྱེད་ཁ་ཤས་ཀྱིས་བདམས་པའི། མི་སུམ་ཅུ་སོ་ལྔ་བཞི་བཅུ་ནང་ལ་ཡོད་ལ། ང་ཚོའི་གི་བོད་མི་སྤྱི་མཐུན་མཉམ་འབྲེལ་གི་ལོ་རེ་རེ་གི་ཁེབས་ཚང་གི་གཙང་ཁེ་ཅིག་ཨ་ནི་མ་བགོས་འགྲེམས་བྱེད་བཅས་ཨ་ནི་ལོ་རེ་རེ་ནས་ཉུང་མཐའ་ནས་འབུམ་བཞི་བཅུ་ཞེ་ལྔ་བཀྲིས་གནང་དེ་ཡོད་རེད་ཨ་ནི་ཅིག་འདས་པའི་གི་ལོ་གསུམ་ལྔས་ལ་འབུམ་དགུ་བཅུ་བཅས་གནང་དེ་ཡོད་རེད་དེ་གའི་དེ་ཆ་ཚང་མཉམ་འབྲེལ་སོ་སོའི་ལ་མ་གནང་དེ་དེ་ཡོད་ལ། མཉམ་འབྲེལ་སོ་སོའི་གི་ཡང་ལས་གཞི་གསར་བ་སྤེལ་ཡོད་དཱ་ཨ་ནི་ལས་གཞི་ཡོད་བཞིན་པ་དེ་ཚོ་གོང་འཕེལ་བཏང་ཡོད་དཱ་དེ་འབྲེལ་གི་ཐོག་ལ་ཐུགས་ཕན་སེ་ཨོ། རྡོ་རྗེ་ན་ང་ཚོས་ཀྱི་ལི་ཤི་སྲ་བ་རྡོ་རྗེ་དེ་འདྲ་ག་རེ་ཡོད་ཟེར་ན་རུ་བ་རྩ་བའི་ང་ཚོས་ཀྱི་ཡོད་བཞིན་པ་ཉི་མ་མཉམ་འབྲེལ་དཔལ་འབྱོར་ལས་ཁུངས་སྐབས་སུ་ནས་ང་ཚོས་ཀྱི་མཉམ་འབྲེལ་ལ་སུ་ཨ་ནི་དུ་མཐུན་འགྱུར་གནང་ཞེས་བ་དེ་མགྲོན་ཁང་གཉིས་ཡོད་རེད་གངས་ཏོག་ལ་གཅིག་དང་ཨ་ནི་བོད་ཀྱི་སྲོལ་རྒྱུན་ཁང་དྷ་རམ་ས་ལ་ལ་འདུག་ཡོད་རེད་དེ་མིན་གྱི་ང་ཚོས་ཀྱི་ལི་ཤི་དེ་དེ་འདྲ་བོད་མི་སྤྱི་མཐུན་མཉམ་འབྲེལ་འགྲོ་བ་ཡིན་ན་དེ་འདྲ་ལོ་གསུམ་གྱི་སྙེ་ལ་དེ་འདྲ་ལྡི་ལི་ལ། ང་ཚོའི་མགྲོན་ཁང་གཅིག་ག་ནི་ང་ཚོས་ཀྱི་སྦོང་མ་ལེན་བཅས་དེ་འདྲ་ཚོང་གི་ལས་གཞི་འགྲོ་བཞིན་པ་རེད་ཨ་ནི་བལ་ལ་གོ་པི་ལི་ང་ཚོས་ཀྱི་སྡེ་ཚན་དཔེ་རྒྱ་ཆེན་པོ་རེད་ལ། ཕ་སྐད་ལ་ང་ཚོས་ཀྱི་དཔེ་གསོ་ཁང་དཔེ་རྒྱ་ཆེན་པོ་ཡོད་རེད་ཨ་ནི་དཔེ་གསོ་ཁང་ཡོད་པ་མ་ཟད་ཨ་ནི་གཅིག་གི་ཕ་སྐད་ལ་ཟ་ཁང་ཡོད་རེད། མགྲོན་ཁང་གསར་རྐྱང་གཅིག་དེ་འདྲ་ད་ལོ་གཉིས་ནང་ལ་མགྲོན་ཁང་གསར་རྐྱ་བཅས་གནང་ཡོད་རེད་ཨ་ནི་ཕ་སྐད་ལ་ཆུ་རྫིང་དེ་འདྲ་ཆུ་རྒྱས་ས་དང་དེ་སྐད་ཀྱི་ང་ཚོས་ཀྱི་ལས་གཞི་གསར་བ་དུ་སུ་བསྐྲུན་ཡོད་རེད་ལ་ནི་ཞུ་ཡོད། ང་ཚོའི་གི་ད་ང་ཚོའི་བོད་མི་སྤྱི་མཐུན་མཉམ་འབྲེལ་གི་ཚོང་གི་སྡེ་ཚན། བོད་མི་སྤྱི་མཐུན་མཉམ་འབྲེལ་རང་ནང་ལ་ལས་བྱེད་བརྒྱ་དང་ཉི་ཤུ་རྩ་བདུན་ཟེར་ཡོད་རེད། འདི་ཡིན་དེ་ལ་ང་ཚོ་ལས་ཁུངས་དབུ་མ་ལ་ལས་བྱེད་གྲངས་ལྔ་ཡོད་ཡོད། གཞན་པ་འདི་གའི་འདི་ཚང་མ་ཨ་ནི་སྡེ་ཚན་ཁག་ལ་ཡོད་རེད་དེ་ཡིན་དེ་ལ། ད་དེ་འདྲ་གི་སྲུང་མ་ནང་བཞིན་གི་བོད་མི་སྤྱི་མཐུན་མཉམ་འབྲེལ་གི་ཚོང་གི་སྡེ་ཚན་ནང་ལ། བོད་རིགས་འདི་ཨ་ནི་མང་ཆེ་རྒན་གཙོ་བོ་བྱེད་མཁན་འདི་བོད་རིགས་རང་རེད། ལས་ཁུངས། ལས་ཁུངས་ཀྱི་འགན་གཙོ་བོ་བཞེས་མཁན་དང་གཅིག་འགན་འཛིན་དང་རྩིས་པ་དང་གཅིག་ཡོད་རང་དངུལ་གཉེར་དང་དངུལ་གྱི་ཕྱག་ལས་གནང་མཁན་དང་གཙོ་བོ་འགན་བཞེས་མཁན་ཚང་མ་འདི་རེད། དེ་མིན་གྱི་གཅིག་དམའ་རིམ་གྱི་གཤམ་འོག་གི་ལས་བྱེད་འདི་འདྲས་ཀྱི་བོད་རིགས་འདི་འདྲས་ཀྱི་ཡོད་རེད། ད་གཅིག་ཡང་ང་ཚོས་ཀྱི་གཞུང་སྒེར་འདི་ཚོ་ཡང་རྩ་བའི་ང་ཚོས་ཀྱི་ཁོ་རང་གཞུང་སྒེར་སུ་འདྲ་ཅིག་ཡིན་ན་བོད་རིགས་ཕྱག་ལས་གནང་འདོད་ཡོད་ན་ང་ཚོས་ཀྱི་ག་དུས་ན་གོ་ཕྱེ་ནས་བཞག་ཡོད་གང་ཚོད་གོ་སྐབས